ད་ལོ་དུས་ཀྱི་གོང་དུ་ངོས་ཟོག་ག་རེ་སོང་ཟིན་པ་རེད་ཟེར་ཡོང་དུས། ལོ་ཐོག་གི་ཚོན་མདོག་འདི་གའི་སྐད་ཆ་ཅིག་གསུངས་བ་རེད། ད་འདི་ནང་ལོ་སྐད་ཆ་ག་རེ་བཤད་རེད་ཟེར་ཡོང་དུས། ལོ་ཐོག་འདི་གའི་ཚོན་མདོག་ནང་ལོ་ལ་འབྱུང་བ་ཁོ་རང་དང་པ་པེ་གི་མདོག་མ་འདྲ་བ་མ་འདྲ་བ་གླེང་གི་ཡོད་རེད་བ་འདི་ཡོང་དུས། ལམ་སང་དཔེར་ན། ད་ལོ་གི་ལོ་ཐོག་སྒྲུག་བྱེད་ཡིན་པ་ཡིན་ན་ལོ་ཐོག་གསལ་པོ་སྒྲུག་བྱེད་ཡོང་གི་ཡོད་པ་ཡིན་ན་ལམ་སང་ག་རེ་དཔོག་ཐུག་རེད་ཨོ། མདོག་འདི་གསལ་པོ་འདུག་ད།

ཕྱིས་ཀྱི་རྣམ་པ་དེ་ལ་ཡང་དམིགས་བསལ་གྱི་ད་ལྟ་དེ་ལ་བྱུང་བ་གྱི་མཚོན་རྟོག་འདི་ལ་བརྟེན་ནས་གླེང་རྒྱུ་ཡོད་པ་ཡིན་ཙང། འདི་གི་མཚོན་རྟོག་འདི་གི་སྐད་ཆ་འདི་ཡང་སོང་ཟིན་པ་རེད། ད་སོང་ཟིན་ནས་ད་འདི་ཕ་ཨ་ལོ་རྒྱ་ནས་ལོ་ཐོག་ནང་ལོགས་ལ་བཟོས་ཡོང་དུས་རིམ་པ་གཉིས་པ་དེ་ལ་གླེང་ཡོང་དུས་འདུག་ཟེར་བ་ཅིག་མཐོང་ཡ་ཡོད་རེད། ད་འདི་ལ་མཁར་ཁྲོད་དུ་སྐུ་འཛིན་བྱས་པ། འབྱུང་བ་ལྔ་ལྡན་ས་ཕོ་བྱི་ལོ་ལ་ནི་གཅིག་ཁྲོད་དུ་བ། རྟ་སྡིངས་ནང་ལོགས་ལ་གར་ཡོད་རེ་ལོ་ཐོག་གི་མིང། འབྱུང་བ་གནམ་ལོགས་ཀྱི་ཁམས་དང་གནམ་ལོགས་བྱ་བ་ཚང་མ་འདི་ནང་ལོགས་ལ་སྤྲད་འདུག་བའོ། འདི་རེ་རྟ་ཐོག་མ་སྐུ་འཛིན་བྱས་པ་དེ་གར་རེ་ཟིན་དུས་ལོ་ཐོག་འདི་ལ་མིང་བཏགས་པ་རེ་མིང་སྤྲད་པ་རེ་ཁེངས་སོང་བ་སྐུ་འཛིན་ཟེར་གི་འདི་ལོ་ཐོག་གི་མིང་རེ་བྱས་པ་རེད། འབྱུང་བ་ལྔ་ལྡན་སེམས་ཉིད་འདི་ད་ལོག་གི་གནམ་ལོ། དཔེར་ན་བགྱི་བ་སྒྲུབ་བྱེད་ཡིན་པ་ཡིན་ན་འདི་དེ་ཉིད་དཔེ་སྲོལ་གཞལ་བྱེད་དུ་ལོ་ཐོ་པའི་རྙིང་པ་རེད། གནམ་ལོ་ཉིས་སྟོང་བརྒྱད་ཀྱི་ཡིན་ས་རེད་ཕལ་ཆེར་ཉིས་སྟོང་བརྒྱད་ཀྱི་དེ་ལ་ངས་དཔེ་སྲོལ་གཞལ་བྱེད་དུ་འདི་བཀོད་པ་ཡིན་དཔེར་ན་དེ་ནང་ལོ་ལ་ད་ལྟ་བགྱི་བ་རེད་འདུག་བ། གནམ་ལོ་འདི་བྱེ་བ་ཁམས་འདི་ས་རེད་འདུག་བ། ས་བྱི་སྒྲུབ་བྱེད་ཡིན་པ་ཡིན་ན་ས་བྱི་འདི་ལ་སོ། ལུས། དབང་ཐང། རླུང་རྟ། ཨོ། དེ་རིང་རྩིས་ཡག་ཡོད་བ་ང་ཚོ་གོང་དུ་སོང་ཟིན་པ་རེད་དྲན་གི་འདུག་ཨོ་ད་དྲན་དགོས་ཀྱི་ཡོད་རེད་འདི་ཡོང་དུས་སྲོག་ལུས་དབང་ཐང་རླུང་རྟ་བླ་དང་བཅས་པ་ཚང་མ་ནང་ལོག་ལ། གལ་སྲིད་ད་ལྟ་དེ་ལ་འབྱུང་བ་ལྔ་ལྡན་ལག་ཏུ་བ་ཚང་མ་ལ་སྲོག་ལ་འབྱུང་བ། ས། དེ་ནས་འབྱུང་བ་ལོ་ཁ་ལོ་ཁ་གང་ལྟར་འབྱུང་བ་ལོ་ཁ་ལོ་ཁ་བསླད་ནས་འབྱུང་བ་ལྔ་ཐམ་པ། ས་ཞིང་མེ་ས་ལྕགས་ཆུ་ལྔ་ཐ་མ་ཏག་ཏག་ཚང་གི་ཡོད་པའི་སྐད་ཆ་རེད། གལ་སྲིད་དེ་ལ་འབྱུང་བ་གཞི་བརྟན་འགྲོ་ཞིག་ཡིན་པ་ཡིན་ན། སྲོག་ལུས་དབང་ཐང་ནང་ལོག་ནས། ཡང་མིན་ན་སྲོག་དང་ལུས་འགྲོ་ཞིག་ཡིན་པ་ཡིན་ན་ས་ཁམས་གཅིག་པ་གཅིག་པ་ཡོད་རྒྱུ་རེད། གལ་སྲིད་གཅིག་པ་གཅིག་པ་ཡོད་པ་ཡིན་ན་དེ་གཉིས་གཅིག་གི་ཁོངས་གཏོགས་བརྩིས་ནས་འགྲོ་ཡ་རེད་མཁྱེན་སོང་བ། ཤིང་ཤིང་ཡིན་པ་ཡིན་ན་གཅིག་གི་ཁོངས་གཏོགས་བརྩིས་ནས་འགྲོ་ཡ་རེད་ཡིན་ན་ཡང། ད་ལྟ་འདི་ནང་ལོག་ལ་འབྱུང་བ་ལྔ་ལྡན་ལག་ཏུ་བ་འདི་ག་རེ་རེད། ཚང་མ་གཅིག་པ་ཡང་མ་རེད་འབྱུང་བ་ལྔ་ག་ཚང་ཡོད་རེད་ཤིང་མེ་ས་ལྕགས་ཆུ་ནང་ནས་འབྱུང་བ་ལྔ་ཆ་ཚང་ཡོད་དུས་འདི་ལ་འབྱུང་བ་ལྔ་ལྡན། གལ་སྲིད་འབྱུང་བ་གཉིས་ལྡན་ཟེར་བ་ཡིན་ན་ཡང་མ་འདྲ་མ་འདྲ་འབྱུང་བ་གཉིས་མ་གཏོགས་གཞན་མ་ཕལ་ཆེ་བ་གཅིག་པ་ཡིན་པའི་སྐད་ཆ་བཤད་ཀྱི་ཡོད་རེད་མཁན་སོང་བ་འོ་བདེ་དེ་དང་ཤོག་འདི་ཉར་བྱེད། ད་དེ་ནས་རིམ་པ་བཞིན་དུ་ནང་ལོགས་ལ་མ་མ་མ་འགྲོ་ཡོད་དུས་ད་དེ་ནང་ལོགས་ང་ཚོ་ག་རེ་མཐོང་ཡ་ཡོད་རེད་ལོ་ཚིགས། སྔ་མ་ང་ཚོ་རྒན་རབས་དང་ལོ་རྒྱུས་དང་དྲ་བའི་ཀྱི་ལོ་ཚིགས་མང་པོ་ཞིབ་ཞིབ་མཐོང་ཡ་ཡོད་རེད་དེ་ཚང་མ་ལོ་ཚིགས་ཡིན་པའི་སྐད་ཆ་རེད་ད་ག་ལེ་ག་ལེ་ལོ་ཚིགས་དེ་ཚོ་ད་སོ་སོ་ཀློག་ན་ཡང་ག་ཡ་མ་རེད་ཀློག་གིན་ཤེས་ཤིང་གིན་འདུག་ར་ཡིན་ན་ཡང་ད་ལྟ་དེ་ལོ་ཚིགས་དེ་ཚོ་སོ་སོ་ཀློག་ཡ་ད་དེ་དམིགས་བསལ་གྱི་ཡོད་ཨ་མ་རེད་ཀློག་གིན་འདུག་གིན་འགྲོ་ཡ་རེད་ཡིན་ན་ཡང་ད་མང་མང་མང་མང་འགྲོ་བ་ཡིན་ན་ད་དེ་ལ་གླེང་ཡོད་དུས་མཐོང་གིན་འདུག་ཨ་དེ་རི་མོ་ཅིག་འདུག་ཨ་ད་དེ་རི་མོ་དེ་ག་རེ་ཡིན་པའི་སྐད་ཆ་རེད་ལ་མགོ་ཅིག་ཡོད་རེད་མི་ཅིག་ཡོད་རེད་གནམ་ལ་སྤྲིན་པ་ཡོད་རེད་འབྲུག་ཡོད་རེད་ཆུ་མང་པོ་འདུག་ཨ།

དགྲ་ལོ། དགྲ་ལོ་གི་གནམ་ལོ་བདེ། དཔེ་སོན་རེ་དྭགས་གནམ་ལོ་ཉིས་སྟོང་བརྒྱད། ལོ་ཐོ་འདི་རོ་འདི་ཡིན་དུས་དགྲ་ལོ་གི་གནམ་ལོ་འདི་རྒྱལ་སྲིད། ས་བྱིའི་འབྲུག་ཞིག་ཡིན་པ་ཡིན་ན་ད་ཐོག་མར་ཁྱོ་གར་བྱེད་དགོས་རེད། ས་བྱི་འདི་གི། སོག། ལུས། དབང་ཐང། རླུང་རྟ། བླ་བྲང་བཅས་བོད་ཀྱི་འདི་ཁམས་ཚང་མ་ཁྱོད་རང་གིས་བཙལ་དགོས་ཀྱི་ཡོད་རེད་ཁམས་འདི་རག་དགོས་ཀྱི་ཡོད་རེད་ཁམས་རག་ཟེར་བའི་ཞུ་སྒོ་དེ་ལ་ཡང་རྩིས་རྒྱ། རྩིས་རྒྱ་ཟེར་མཁན་གྱི་དེ་ད་གོང་ས་རྩིས་རྒྱ་སུ་རེད་འོང་འདི་གི་ལོ་རྟགས་མཁན་ཟེར་བ་འདི་གི་ལོ་རྟགས་འདི་མཉམ་དུ་ལ་ཨ་སོ་ལུས་དབང་ཐང་ལུང་ཐང་བླ་རྟགས་བཅས་པ་ཚང་མ་མཉམ་དུ་འགོ་གི་ཡོད་རེད་འདི་རག་ཟེར་བའི་ཞུ་སྒོ་དེ་ལ། རྩེ་ལྕགས་དེ་གའི་སྲོག་ལུས་དབང་ཐང་རླུང་རྟ་དང། གནམ་ལོ་འདི་གའི་སྲོག་ལུས་དབང་ཐང་རླུང་རྟ་ཚང་མ་རག་ཚ་བའི་ཞུགས་འདི་ལ་གར་བྱེད་དགོས་ཀྱི་ཡོད་རེད། འཐབ་དགོས་ཀྱི་ཡོད་རེད་འདི་གཉིས། འདི་གཉིས་ཕན་ཚུན་འཐབ་ཡོང་དུས་སུ་གི་སུ་ལ་འཐབ་ཡ་རེད་ཟེར་ཡོང་དུས། རྩེ་ལྕགས་དེ་གའི། རྩེ་ལྕགས་གང་ཟག་དེ་གའི་སྲོག་ལུས་དབང་ཐང་རླུང་རྟ་དེ་གའི། འཐབ་ས་ག་བ་ལ་འཐབ་ཡ་རེད་ཟེར་ཡོང་དུས་གནམ་ལོ་འདི།

ད་ཁོ་ཡོད་དུས་ཁོ་རང་ཡང་གཅིག་པ་ཆགས་འགྲོ་གི་རེད། ཁོ་ཡང་གཅིག་པ་རེད། ད་ལོ་སྐྱེས་པ་རེད། ད་ལོ་ལོ་གཅིག་ཆགས་འགྲོ་གི་ཡོད་རེད། ཁོ་ཡང་གཅིག་པ་གཅིག་ཚིག་ལེགས་རེད། ཁོ་རང་གི་ག་རེ་དང་པོ་སོ་དེ་ཡང་ལྗི་བ་ཡིན་པ་ཡིན་སང་ས། ལུས། མེ་ཁམས། དབང་ཁམས། ས་ཁམས། རླུང་རྟ། ཤི་ཁམས། སྲོག།

མ་དང་ཕྲད་ན་དཀར་པོ་གསུམ། བེའུ་དཀར་པོ་གསུམ། རྒྱལ་སྲིད་ཆོས་རང་གི་རྩིས་ཆ་དང། གནམ་ལོ་སྡེ་དགེ་ཨ་བྷ་སོགས་ཀྱི་སྲོག་ལ་འཐབ་ནས་འདི་ཉིད་པཱ་ར་དེ་ལ་མ་བསྡེབས་ཀྱི་འབྲེལ་བ་རི་བོ་ཆུ་ཡོང་གི་ཡོད་པ་ཡིན་ན་ཁབ་ཏུ་བེའུ་དཀར་པོ་གསུམ་མ་དཔག་ཤོག་ཟེར་བའི་སྐད་ཆ་རེད། མ་དང་ཕྲད་ན་དཀར་པོ་གསུམ། ཅེས།